ཡིན་ད་སློབ་ཕྲུག་ཚོ་གོ་ཚོ་ཡིན་ད། ངས་སྤོ་ལོ་དེ་སྐྱེལ་ནས་གལ་སྲིད་གནམ་ལོ་གཡུག་པ་ཡིན་ན། འགྲོ་སྟངས་དེ་ཚོ་གཙང་མ་བྱས་སྙིང་རྗེ་བོ་ཞིག་དཀྲུག་འདུག་ཨ། ལམ་འཇམ་པོ་ཞིག་ལམ་འཇམ་པོ་དེ་མིང་ག་རེད། Parable Parable རེད་དཔེ་ཆ་ཆ་བིན་ན་ཡི་གེ L གི་བཟོ་བལྟ་དེ་ངས་བག་ན་ལོ་གཡུག་པ་ཡིན་ན། ལམ་འཇམ་པོ་དེ་འདྲས་ཡོང་གི་འདུག་ཨེ། མ་རེད་ཆག་གི་མ་རེད་དེ་འདྲས། ཡིན་ནའི་དེའི་ཆ་ཤས་གཅིག་གིས་ལམ་བཙལ་ཞིང། གཙང་ལ་འཇམ་པ་ཆགས་ཀྱི་རེད། ཡིན་ན་ཡང་ཆ་ཤས་གཞན་པ་དེ་ཚོས་དེའི་ཐོག་ལ་ཡར་ཡོད་བྱེད་ཀྱི་རེད། བྱས་ཙང་དེ་རིང་ང་ཚོས་ཚེག་བྱེ་བྲག་པ་དེའི་སྐོར་ལ་ཡང་བཤད་ཀྱི་ཡིན་ད། ཚེག་དེའི་མིང་ལ་ག་རེད། འཐེན་ཤུགས་ཀྱི་ལྟེ་བ། འཐེན་ཤུགས་ཀྱི་ལྟེ་བའམ་ཡང་ན་སྡོད་ཚད་ཀྱི་ལྟེ་བ། ང་ཚོས་འཐེན་ཤུགས་སྐོར་ལ་བཤད་དུས་འཐེན་ཤུགས་ཀྱི་ནུས་པ་གཅིག་ཏུ་ཚོགས་པ་ལྟ་བུའི་ལྗིད་ཚད་སྐོར་ལ་བཤད་ཀྱི་ཡོད་རེད། འཐེན་ཤུགས་ཀྱི་ནུས་པ་གཅིག་ཏུ་སྒྲིལ་བ་དེ་ལ་ང་ཚོས་དོ་སྣང་བྱེད་ཀྱི་ཡོད་རེད། སྒྲིལ་ས་དེ་ལ་འདྲ་བོ་རེད། ང་ཚོས་སྡོད་ཚད་ཀྱི་ལྟེ་བའི་སྐོར་ལ་བཤད་དུས་དོ་སྣང་བྱེད་ས་གཙོ་བོ་དེ་རྡུལ་ཚང་མ་ཚོགས་སའི་ཚེག་ཐིག་དེ་སྐོར་ལ་བཤད་ཀྱི་ཡོད་རེད། འོན། འདི་ལ་དེབ་བཅོས། དེབ་དེའི་འཐེན་ཤུགས་ཀྱི་ལྟེ་བ་གོ་ཨ་ཡོད། དོལ་རྩེད་ཀྱི་ལྟེ་བ་ལ་ཡོད་པའི་གནས་དང་གཅིག་པ་རེད་དེ་དབྱིབས་རྩེད་ཀྱི་ལྟེ་བ་དེ་རང་དུ་ཡོད་རེད། གལ་སྲིད་ངས་དེའི་སྒང་ལ་ཐིག་འདི་འདྲས་བཤད་འདི་འདྲས་བཤད་འཐེན་པ་ཡིན་ན་ཚད་ཐུག་གི་རེད་ངས་དེབ་དེའི་ལྗིད་ཚད་མཉམ་ཐུག་གི་རེད་ལྟོས་ཨ། དེའི་ཆ་ཐམས་ཅད་ནས་འཐེན་ཤུགས་གོ་མ་འཐེན་གྱི་ཡོད་རེད། ཡིན་ད། ཡིན་ནའི་དེའི་ནུས་པ་ཚང་མ་དཀྱིལ་དེ་ཡོད་པ་འདྲ་བོ་སྟོན་གྱི་རེད། སོང་ཙང་ངས་ཕྱོགས་གཅིག་ནས་སྐྱོར་དེ་ནི་འགྲིག་རེད། འདི་འདྲས་བྱས་ནས་ཚང་མ་ཡར་སྐྱོར་གི་མ་རེད། ངས་ས་ཆ་གཅིག་ནས་སྐྱོར་ན་འགྲིག་རེད། གལ་སྲིད་ངས་འདི་ནས་སྐྱོར་ནས་ལྗིད་ཚད་ཏག་ཏག་དེབ་ཡིན་ན། འདི་ཆོག་གི་ཞོ་དེ་ཧ་ལས་པའི་ལྗིད་པོ་ཡོད་ཁྱེད་རང་གས་ཤིང་གི་རེད་བ། འམ། གང་ཡིན་ཟེར་ན་འཐེན་ཤུགས་ཀྱི་ལྟེ་བ་འདི་ལས་མེད་པ་གསལ་པོ་རེད། དེ་འདྲ་ཡིན་དུས་མཐིང་ཤུགས་ཀྱི་ལྟེ་བ་དེ་འདི་ལ། དེ་འདྲ། དེ་འདྲ། དེ་འདྲ། དེ་འདྲ། དེ། དེ་འདི་ལ་ཡོད་རེད། འདི་འདྲ་བོར་མཚོན་ན་མཐིང་ཤུགས་ཀྱི་ལྟེ་བ་དེ་ག་བར་ཡོད། ག་བར་ལེགས་རེད། རེད། ང་ཚོས་འཚལ་ཐུབ་ཀྱི་རེད། དང་པོ་ང་ཚོས་དེ་ཡར་བཅང་གི་ཡིན་ད། ངས་དེ་ཡར་བཅང་བ་དང་མཉམ་དུ་ཁ་བཏུགས་མ་ཐིག་འཐེན་གྱི་ཡིན་ད། གང་ཡིན་ཟེར་ན་མཐིང་ཤུགས་ཀྱི་ལྟེ་བ་དེ་ཏན་ཏན་ཐིག་དེའི་འོག་ལ་ཡོད་རེད། ཁར་གཏུགས་མ། ཕྱོགས་གཞན་དེ་ནས་དོན་གྱི་རེད། བྱས་ཙང་མཐིང་ཤུགས་ཀྱི་ལྟེ་བ་དེ་ཐིག་དེའི་ཐོག་གང་རུང་ཞིག་ལ་ཡོད་རེད། ཐིག་གི་ཕྱོགས་ག་བར་ཡོད། འདི་ལ་ལྟོས་ཨ། ཕྱོགས་གཞན་ལ་བཅངས་ནས། དེ་ལ་འདུ་བ། ཐིག་གཞན་དེ་འདི་འདྲ་ཟེར་བ། འདི་ལ་རོ་བ། འདིའི་མཐིང་ཤུགས་ལྟེ་བ་དེ་ལ་འདུ་བ། ངས་འདིའི་ཕྱོགས་གཞན་པ་ཕྱི་ལ་བཟུང་ནས་དེ་གཉིད་ཐུབ་ཀི་རེད། ངས་འདི་ནས་མར་དབྱུང། འདི་ཚང་མ། ཚིག་དེ་ལ་ཡང་འཕྲལ་གནོད་བྱེད་ཀི་རེད། ཚིག་དེའི་དངོས་པོ་འདིའི་ཕྱི་ལོགས་འདི་ལ་ཡང་ཡོད་རེད། དེས་ག་རེ་སྟོན་གི་ཡོད་རེད། དངོས་པོ་ཞིག་གི་འདོད་རྫས་ཀྱི་ལྟེ་བ་དེའི་དངོས་པོ་དེའི་འདོད་རྫས་གང་རུང་ཡོད་པ་དེ་ལ་ཡོད་གི་མ་རེད། ལག་རྩེད་སྤོ་ལོ་སྟོང་པ་དེའི་འདོད་རྫས་ཀྱི་ལྟེ་བ་ག་བ་ཡོད་རེད། དཀྱིལ་དེ་ག་རང་ལ་ཡོད་རེད། ཁྱེད་རང་གས་སྤོ་ལོ་ཕག་གཡུག་པའི་སྐབས་ལ་ཡ་དཀྱིལ་དེ་ནས་སྐོར་ཁོ་ནས་འགྲོ་གི་འདུག་ཨ་དཀྱིལ་དེ་ལ་ག་རེ་ཡོད་རེད། གས་ཡོད་མ་རེད་རླུང་ཡོད་རེད་ལབ་ནམ་འདུག་འགྲོ་འདྲ་འདུག་གས་ཡི་དིང་ཤུག་གི་ལྟེ་བ་ག་ཡོད་རེད། ཨི་ཁུང་དེ་རང་ལ། ཁྱེད་རང་འགྲོ་འདྲ་ཞིག་གས་ནས་གནམ་ལ་གཡུག་རོགས་ཨ་དེ་སྐོར་རོགས་ཁོ་འདྲས་བྱས་པ་ཡིན་ནས་ལས་ཁྱོ་ནས་ཚེག་གཅིག་ལ་ཡ་ཁོ་གི་རེད་ཡིན་ནས་ཚེག་གཅིག་གས་དེ་འདྲས་ཕག་བྱས་ནས་ལང་གག་མཛེས་པོ་ཡིད་དུ་འོང་བ་ཅིག་བསྐྲུན་གི་རེད། དངོས་པོ་དེ་འདྲ་བོ་ཡིན་ནས་དིང་ཤུག་གི་ལྟེ་བ་དེ་ག་ཡོད་རེད། ད་འགི་དང་གཅིག་པ་ཡིན་ད། སྔོན་ལ་འདི་ཡ་ཅང། ཐིག་དེའི་ཐོག་གང་རུང་ཞིག་ལ་ང་ཚོས་བརྟག་དཔྱད་བྱེད་ཐུབ་ཀྱི་རེད། ཐིག་དེའི་ཕྱོགས་ལ་ཡང་སྙོམ་ནས་གནས་ཐུབ་མིན་དེ། བས་ཏག་ཏག་མིན་པ་ཡིན་ནའི་ལས། ཏིས་ཏག་ཏག་དེ་མི་འདུག་ཨ་ཡིན་ནའི་རིག་པ་རག་གི་འདུག་ཨ། ཚེག་གཞན་པ་ཅིག་ལེན་གྱི་ཡིན་ད། ཡིན་ད། ཐིག་དེ་གཉིས་འཕྲད་ནུས་བྱས་སོང་ཨ་དེ་ན་ག་རེ་ཡོད་རེད། ཐིག་གཅིག་མང་བཏང་ནས་ཡང་བསྐྱར་འགྲིག་མིན་བརྟག་གི་ཡིན་ད། དེ་བཏོན་སོང་ཨ། བཏོན་སོང་ཨ་ཐིག་གསུམ་ཀ། ཐིག་གསུམ་ཀ་དེ་དེ་ནས་བརྒྱུད་ནས་འགྲོ་གི་འདུག་ཨ། དེ་ཚིག་དེ་རེག་བྱེད་ཚད་སྙོམས་པར་བྱེད་ངེས་ཁྱེད་རང་ཚོ་རིག་པ་གཉིས་སུ་འང། ཡིན་དྭགས་དངོས་པོར་ཁེན་ནས། དེ་འདྲ་བྱས་ནས་བཟུང། ག་རེ་ཡོང་གི་འདུག་ཧུམ། ཨོ་དེ་རེད། དེ་ཡ་མཚན་པ་ལ། ཨོ་ད་ངས་དེ་འདྲས་ཞུ་གི་ཡིན་ད། ད་དུང་མ་རེག་གི་འདུག། ད་ངས་དེ་འདྲས་བཟུང། ཨོ་དེ་འགྲིག་གི་འདུག། དེ་འདྲས་བྱས་ནས། དེ་ཡང་འགྲིག་གི་འདུག། དེ་འདྲས་བྱས་ན། ཨོ་དེ་འགྲིག་གི་འདུག། དེ་འདྲས། ཨོ། ཉོབ་པ་ལ། ག་འདྲ་བྱས་ནས་མར་ཟ་རེད། རེད། གང་ཡིན་ཟེར་ན་འཐེན་ཤུགས་ཀྱི་ལྟེ་བ་འདི། འདིའི་ཐོག་ལ་ཡང་ཡོད་རེད། འདིའི་ཁ་ཐུག་དེ་གང་ཡང་ཡོད་མ་རེད། ས་ཆ་འདི་ལ་ཡང་དེ་ནས་ཡང་སྐྱོར་མཁན་ཡོད་མ་རེད། འདི་ལ་ཅིག་ལྟོས་ཨ། འདི་ལ་ཡང་ངས་ཨལ་གྱི་བཟོ་བལྟའི་ཤིང་འདི་བྱས། འཐེན་ཤུགས་ཀྱི་ལྟེ་བ་འདི་འདི་ལ་ཡོད། དེ་ག་རེ་བླ་གོས་རེད་ལབ་ཡིན་ན་སའི་གོ་ལས་འདི་འདྲས་མ་འཐེན་གྱོ་རེད། འདིའི་ལྗིད་ཚད་ཚང་མ་འདིའི་ཁ་ཐུག་དེ་ཚོགས་པ་འདྲ་བོ་ཅིག་ཡོད་རེད། ཡིན་ན་ཡང་འདིའི་འོག་ལ་ཡ་ཡ་སྐྱོར་མཁན་གང་ཡང་ཡོད་མ་རེད། མཐའ་མའི་སྐྱོར་མཁན་གྱི་གནས་དེ་ཟུར་འདི་རེད། ཧ་གོ་གི་བས་དེ་ག་རེ་ཆིག་རེད། དེ་ནི་ཟུར་དེ་ག་རང་རང་གོ་ཅིག་རེད། དེ་ནི་ང་ལ་འདིའི་ཁ་ཐུག་དེ་ལྗེས་འདེགས་ཆུང་ཆུང་ཞིག་ཡོད་པ་འདྲ་བོ་རེད། ལྗེས་འདེགས་ཟེར་ན་ག་རེ་ཡིན་མིན་ཧ་གོ་གི་བས། ཕྲུ་གུ་གཉིས་བཙའ་ནས་འདི་འདྲས་བཤད་ནས་བཙས་མོ་བཙས་ཡ་བྱེད་བའོ་འདིའི་བཙས་འདྲ་བོ་དེ་རེད། སྤྱིར་བཏང་རི་མོའི་ནང་ལ་ཡང་ཟུར་གསུམ་དེ་འདྲ་སླེབས་ཡོད་བ་དེ་རེད། དེ་ལ་རྗེས་འདེགས་རེད། དེ་འདྲ་ཡིན་དུས་དེ་ལ་ཡང་རྗེས་འདེགས་ཡོད་བ་འདྲ་བོ་རེད། རྗེས་འདེགས་ཡོད་ས་དེ་ལ་རང་སྐོར་བྱེད་ཀྱི་ཡོད་རེད། དེ་འདྲ་བྱེད་དུས་ཁོས་གནས་གཅིག་ལ་ཡང་སྐོར་ར་འཁོར་དེ་ཡག་གི་ཤུགས་ཀྱིས་སྤྲད་ཀྱི་ཡོད་རེད། དེ་འཁོར་བསྡད་ནས། ང་ཚོས་དེ་ལ་ཡང་གནས་གཅིག་ལ་སྐོར་ར་འཁོར་བའི་ཤུགས་ལ་གི་མ་རེད་དེ་ལ་ཡང་མིང་གཞན་པ་ཞིག་ཡོད་རེད། དེ་ནི། ས་ག་དག་ནས་མགོ་བཙུགས་ནས་ཤར་ནས་འཇུག་དུས། ག་རེ་རེད། འགྲིམ་ཤུགས། འགྲེལ་བཤད། གྲིམ་ཤུགས་མཚུངས། བྲེ་ཤ་རྒྱག་དུས་ཚོད། གྲིམ་ཤུགས་མཚུངས་ཤུགས། བསྒྱུར་བར་གདའ། བར་གདའ་ག་རེ་རེད། དེག་ཆའི་བར་གདའ་དེ་ནི་ངས་འདི་འདྲས་ལབ་གི་ཡིན་ད། དེག་ཆའི་ལག་ངར་གྱི་བར་གདའ་དེ་ནི། དེས་ག་རེ་སྟོན་གི་རེད་ལབ་པ་ཡིན་ན་དེ་གཉིས་བར་གྱི་རྒྱང་ཐག་མཚོན་གི་ཡོད་རེད། འདེགས་འཇལ་ལག་ངར་གྱི་བར་ཐག་དེ་ནི་བར་ཐག་ཐུང་ཤོས་ཅིག་རེད། དེ་འདྲས་བྱས་ནས་ཁོ་རང་རང་མགོ་ཕྱེ་སའི་ཚིག་དེ་ནས། འཐེན་ཤུགས་ཀྱི་ཐིག་དེ་བར་དུ། དེའི་བར་ཐག་དེ་ག་རེད་ལབ་ན་འདི་ནས་འདིའི་བར་དེ་མ་རེད་མ་རེད་མ་རེད་མ་རེད། བར་ཐག་དེ་འདི་ནས། ཤུགས་ཀྱི་བྱ་བ་བྱེད་སའི་བར་ཐག་གི་ཐིག་དེ་བར་རེད། ཤུགས་དེ་འདི་ནས་མར་བརྒྱུད་ནས་སའི་གོ་ལའི་ལྟེ་བ་བར་དུ་འཐུག་གི་ཡོད་རེད། བར་ཐག་ཉི་ཤུ་དེ་ནི་དྭགས་རང་ལ་ཡོད་རེད། དེ་དྭགས་པ་ཤུག་དང་བགྲང་བྱང་ཡོད་རེད། བགྲང་བྱང་འམ། དེ་ལ་འགྲིག་རིགས་དགུ་བཅུ་ཡོད་རེད། དེ་འདྲ་ཡིན་དུས་བརྡེག་བྱའི་ལག་ངར་གྱི་བར་ཐག་དེ། དེ་ནི་ཤུག་དེ་ཡི་འགྱུར། དེ་འདྲ་ཡིན་དུས་དེ་ལ་ག་རེ་ཡོང་གི་རེད། ས་ག་དག་ནས་འགོ་བཙུགས་ཤར་ནས་འཇུག་དུས། ཐབས་ཤེས་ཡིན་དྭགས་གྲིམ་ཤུག་རུ་བ། སོང་ཙང་གྲིམ་ཤུག་གིས་ཁོ་རང་འགོ་བྱེད་བཅུག་གི་ཡོད་རེད། གྲིམ་ཤུག་ལ་བརྟེན་ནས་དངོས་པོ་དེ་འཁོར་གི་ཡོད་རེད། ཞིབ་ཚགས་བཤད་པ་ཡིན་ན་གྲིམ་ཤུག་ཁོ་རང་འཁོར་བ་ལ་བརྟེན་ནས་དངོས་པོ་དེ་ཚོ་འགྱོགས་བཏང་གི་ཡོད་རེད། གལ་སྲིད་དེ་ལས་འགུལ་སྐྱོད་མེད་དུས་འགྲིམ་ཤུགས་ཡོད་པ་ཡིན་ན། ཧྥིད། རང་མགོ་རྒྱ། འགོ་བཙུགས་གི་རེད། ཡང་ན་དེ་ཀོ་ར་ཁོག་བསྡད་དུས་འགྲིམ་ཤུགས་སླེབས་པ་ཡིན་ན། ཁོ་ར་ཡག་མགྱོགས་ཚད་དེ་གཞན་ཞིག་གི་ཐོག་ལ་ཡག་གོ་གི་རེད། བྱས་ཙང་འགྲིམ་ཤུགས་ཀྱིས་དངོས་པོ་དེ་ཚོའི་རང་འགོར་གྱི་གནས་བབ་ལ་ཡང་འགྱུར་བ་གཏང་གི་ཡོད་རེད། དེ་འདྲ་ཡིན་དུས་དངོས་པོ་དེ་དེ་འདྲས་རང་འགོ་བྱེད་ཡག་དེ་དེའི་ཐོག་ལ་ཡང་འགྲིམ་ཤུགས་ཡོད་པའི་རྒྱུ་མཚན་གྱི་རེད། དེ་མཐོང་ཡག་ལས་སླ་པོ་འདུག་ཨ། ད་འགྲོ་བ་མིའི་འཐེན་ཤུགས་ཀྱི་ལྟེ་བ་དེ་ག་བར་ཡོད་རེད་ང་རང་ཚོ་མི་ལ་ཡང་འཐེན་ཤུགས་ཀྱི་ལྟེ་བ་དེ་ཡོད་རེད་བས། ལན། དེ་ད་ནས་འཇུག་འདོད་ཡག་རེད། གྲོགས་པོ་མཉམ་དུ་འགྲོ་དུས་ཡིན་ད། མི་ཚང་མ་ལ། ཁོང་ཚོ་ཡིན་ནའི། ཧི་ཧི་ཧི་ཧི། མི་ཚང་མ་ལ་ཡང་འཐེན་ཤུགས་ཀྱི་ལྟེ་བ་དེ་ཡོད་རེད། ཁྱེད་རང་ཚོའི་འཐེན་ཤུགས་ཀྱི་ལྟེ་བ་དེ་ག་བར་ཡོད་དེའི་སྐོར་ལ་བསམ་བློ་བཏང་པས། རང་ཚོའི་འཐེན་ཤུགས་ཀྱི་ལྟེ་བ་དེ་ས་གཅིག་ལ་ཡོད་རེད་པས། འདི་འདྲ་ཟེར་ཡག་ལང། ད་ལྟ་ངའི་འཐེན་ཤུགས་ཀྱི་ལྟེ་བ་དེ། དེའི་རྒྱབ་ལོགས་ལ། དེ་ནས་བ། གི་སི་རང་གི་ཤ་བཀྲག་སོ་ཡག་བཅག་དེ་དེ་འདྲ་བྱས་ནས་ཚུད་རྒྱུད། ཧུམ། ངས་འདི་འདྲས་ཁ་བཏུགས་ལ། ཁྱེད་རང་ང་འདི་འདྲས་བྱས་ནས། སྐོར་ར་འདི་འདྲས་བསྐོར། གལ་སྲིད་ཁྱེད་རང་ཞབས་བྲག་དང་ཡ་ཅག་དེ་འདི་ནས་བར་བརྒྱུད་པ་ཡིན་ན། ཡོམ་བརྒྱབ་ནས། བུམ། བུམ། བུམ། བུམ། ཟེར་དུས། མི་དེ་ལྟེ་བ་ནས་ཐོན་ནས་ཕྱི་ལ་ཡོམ་རྒྱག་གི་འདུག་ལྟེ་བ་ནས་ཐོན་འདུག་ལབ་ན་ག་ལ་སླ་གོ་རེད། རྡོས་བཅད་ཡང་ན་འཐེན་ཤུགས་ཀྱིས་ལྟེ་བའི་ཕྱི་ལ་ཐོན་འདུག་ལབ་གི་བ་རེད། རང་གི་མོ་འདྲའི་འཁོར་ལོ། ཁྱེད་རང་འཁོར་ལོ་དེ་ཇི་ཙམ་སྙོམས་པར་བཟོ་དུས། མི་ཁ་ཤས་ཀྱི་མོར་བལྟ་དུས་ག་དུས་ཡིན་ནའི་འཁོར་ལོ་རྩིར་སྐད་རྒྱག་གི་འདུག་ཨང། ཁོང་ཚོའི་འཁོར་ལོ་ཕྱོགས་གཅིག་ཕྱོགས་གཞན་དེ་ལས་མང་བ་བཟོ་བཅུག་གི་ཡོད་རེད། དེ་འདྲ་ཡིན་དུས་ཁྱེད་རང་དེ་ནས་མ་བཏང་འགྲོ་བའི་བཀའ་ལ་ཡ། ཧྥུན་ཧྥུན་ཧྥུན་ཧྥུན་ཟེར་དུས། འཁོར་ལོའི་དོ་སྙོམས་དེ་བརླག་འགྲོ་གི་རེད། དེ་འདྲས་སུ་སྣུམ་འཁོར་བབས་ཚུགས་ལ་ཡོང་གི་རེད། སྣུམ་འཁོར་བབས་ཚུགས་དེ་ལ་ཁོ་ཚོས་དེ་ལ་ལྕགས་རོགས་ཀྱི་སྒ་ནས་འདི་འདྲས་ཚུད་ནས་དེའི་ཡང་ལྕི་རོགས་བཀྱགས་ནས་དེ་ལ་ཞྭ་སྙིལ་གྱི་རྩལ་རོགས་བླུགས་ནས་ཁོ་ཚོ་ག་རེ་བྱེད་དགོས་རེད། ཁོ་ཚོས་དེའི་ཤུགས་ཀྱི་ལྟེ་བ་དེ་ག་བར་ཡོད་ཚད་ཀྱི་ཡོད་རེད། ལྟེ་བའི་གནས་དེ་ལ་ཚད་ཀྱི་ཡོད་རེད། ལྟེ་བའི་གནས་དེ་ག་བར་ཡོད་པ་དེ། གལ་སྲིད་ད་ག་རང་ལ་ཡོད་ན་སྐོར་ར་དེ་ཡག་པོ་ཅིག་ཁོག་གི་རེད། གལ་སྲིད་དེ་ལ་མེད་པ་ཡིན་ན་ཧྥུན་ཧྥུན་ཧྥུན་ཟེར་དུས་འགག་འགྲོ་གི་རེད། འཐེན་ཤུགས་ཀྱི་ལྟེ་བ། ཡིན་ནའི་མི་སོ་སོའི་འཐེན་ཤུགས་ཀྱི་ལྟེ་བ་དེ་མི་འདྲ་བ་ཡོད་རེད། ད་ལྟ་ངའི་འཐེན་ཤུགས་ལྟེ་བ་ག་བར་འདུག། ད་ག་བ། ད་ག་བ། གང་ཡིན་ཟེར་ན་ཐེངས་ཤུག་ལྟེ་བ་བརྗེས་འགྲོ་གི་འདུག་ཨ། དེ་འདྲ་ཡིན་དུས་རང་གི་ཨེལ་གི་བཟོ་བལྟ་འདི་འདྲས་བཟོ་ཐུབ་ཀི་རུག་ཨ། དཔེ་ཆ་བཞག་ན་ངས་རྩིག་པ་དེའི་འགྲམ་ལ་ཡར་ལངས་ཏེ། ངས་རྩིག་པའི་འགྲམ་ལ་ཡར་ལངས་ངས་ཐེངས་ཤུག་ལྟེ་བ་དེ་ག་བ་དུ། དེའི་འདུག་ཨ། གལ་སྲིད་གུ་གུ་བྱས་ན་ག་རེ་ཡོང་གི་རེད། དེ་མ་ཐོན་པ་མཐོང་སོང་ངས། འོ་མཇུག་ཕྱི་ནས་མ་ཐོན་གི་འདུག་ཨ། ཐེངས་ཤུག་ལྟེ་བ་དེ་ཁ་ཐུག་གཟུག་པོའི་ཕྱི་ལ་མ་ཐོན་ཡོང་གི་འདུག་ཨ་ངས་དེ་འཚོལ། རང་ཚོས་དེ་འདྲས་བྱེད་ད་དེ་འགུལ་སྐྱོད་བཏང་བ་ཚོར་གི་འདུག་བས། ད་ཚོད་ཆེ་ཡ་ཁྱེད་རང་ཚོ་འགུལ་སྐྱོད་བཏང་བའི་སྐབས་ལ་ཡ་དེ་འགུལ་སྐྱོད་བཏང་བ་ཚོར་གི་འདུག་བས། རང་ཚོས་དེ་ཚོར་ཐུག་གི་མ་རེད་རོ། ཨོ་ད་ད་ག་ཡིན་ད། དེ་ག་རེ་ལབ་ཡིན་དུས་དེ་ཆ་སྙོམས་ཀྱི་ཚད་ཅིག་རེད་རོ། ཆ་སྙོམས་ཀྱི་ཆ་སྙོམས་ཚད་ཅིག། ཡིན་ནའི་དེ་ཐོན་སྟངས་ག་འདྲས་རེད་ལབ་པ་ཡིན་ན། ཐེངས་ཤུག་གི་ལྟེ་བ་དེ་བདུན་ལ་དོན་ཡ་དོན་དགུ་བ་རེད། རང་ཚོ་སུ་ལ་ཡ་སློབ་ཚན་དེའི་ནང་ལ་ཨེ་གོ་འདོད་ཡོད། ནང་ལས་གང་ཡ་བྱེད་མི་དགོས་པ་དང་དང་ནང་བཞིན་ཡིག་ཚད་ཡང་གང་ཡ་བཏང་མི་དགོས་པའི་ཐོག་ནས། རང་བཞིན་གྱིས་ཨེ་རག་ཡ། ངས་མནའ་བསྐྱལ་ཆོག། བློ་ལ་ཕྱིན་སོང་ངས། དེ་ལ་ང་ཚོ་ཐུག་དུས་འདི་འདྲས་བྱས་ནས་འགོ་བཙུགས་གིན་གདའ། དེ་ལ་ཡང་ཐིག་ཅིག་འཐེན་མི་ཚང་མ་ཡར་ལངས། སུས་སུའི་སྟེང་གི་དེ་འདི་འདྲས་བྱས་ནས་གྱང་ལ་བག་སྦྱར། ལག་པ་འདི་འདྲས་གོས་གང་ལ་བཞག། ཕིང་པང་སྤོ་ལོ་ཅིག་གིན་ནས་ཨམ་ཅོག་གང་ལ་བཞག། ད་ག་ཟིག་ཞིག་བྱེད་ཨ། དེ་འདྲས་བག་བརྒྱག་ནས་མ་མ་མ་མ་འཁོར་ནས། དེ་ནས་མ་ཡོང་ནས་ཁྱེད་རང་རྐང་པའི་མཐེ་བོ་ལ་ཐུག་དེ་ནས་རང་ཅག་ཡར་རྒྱབ་ལ་འགྲོ་ད་ངས་ཁྱེད་རང་ཚོ་ཨེ་སྤྲད། ཐབས་ལམ་གཞན་མི་གདའ། གོ་བ་ད་མེད་ད་རྒྱབ་ལོགས་ལ་དབུགས་རྔུབ་ལེན་གྱི་ཡོ་བྱད་མེད་ད། ཨང་འགྲིག་སོང་ཨང། ཨང། འཁྱག་ཤུད་ལོས་ཡག་སྤང་ལེན་ཡང་མེད་ད། ཨང་ཡིན་ད། གང་ཡིན་ཟེར་ན་ག་རེ་ཡོང་གི་རེད། འདི་འདྲ་བོ་རེད་ཁྱེད་རང་འདས་ཚུལ་ཡོང་པའི་སྐབས་ལ་ཡང་འདི་ལ་ཡོད་རེད་འཐེན་ཤུགས་ཀྱི་ལྟེ་བ་དེ། ག་རེ་བྱེད་ཀྱི་རེད་འཛམ་གླིང་འཐེན་ཤུགས་ཀྱི་མ་འཐེན་དུས། ཡིན་ན་ཡང་སྐྱོར་མཁན་གྱི་གནས་ཐ་མ་དེ་ག་བ་ཡོད་རེད། དེ་ལས་ཡོད་རེད་རྐང་པའི་མཛུབ་མོའི་སྒང་དེར། ཁྱེད་རང་ཚོས་མཐོང་གི་འདུག་ཡེ་དེའི་བར་ཐག་ཆུང་ཆུང་དེ། འདིའི་བར་ཐག་ཆུང་ཆུང་དེ་བར་ཐག་ཆུང་ཆུང་དེ་ག་རེད། འདེགས་བྱའི་ལག་ངར་གྱི་བར་ཐག་རང་ལ་ཤུགས་ཡོད་རེད། མ་ཟད་འདེགས་བྱའི་ལག་ངར་གྱི་བར་ཐག་ཡང་ཡོད་རེད་དེས་ག་རེ་ཐོན་བཅུག་རེད། གྲིམ་ཤུགས། སོང་ཙང་གྲིམ་ཤུགས་གར་ཕྱིན་གྱི་རེད། ཀོ་ར་ཀོ་ནས་ཕིག་བུམ་ཟེར་དུས་ཁྱེད་རང་འགྲོ་བཅུག་གི་རེད། འཁྱགས་ཤུལ་པང་ལེབ་གྱོན་ཡོད་ན་མ་གཏོགས། རེ་བ། ཡང་མི་འདྲ་ཁྱེད་རང་ལ་རྐང་པ་ཧ་ཅང་རིང་པོ་གཅིག་ཡོད་ན། དེ་འདྲའི་རེད་བ། ཧི་ཧི་ཧི། དེ་འདྲའི་ཞིག་མཐོང་གི་འདུག་ཨེ། མི་སྤྱི་སྙོམས་ཀྱི་འཐེན་ཤུགས་ཀྱི་ལྟེ་བ་དེ་རྐང་པའི་མཛུབ་མོ་ལས་བརྒལ་ཡོད་རེད། ཁྱེད་རང་དེ་འདྲས་བག་ཚད་ལས་བརྒལ་དུས་དེ་ལ་ཁ་གཏད་ག་འདྲས་བཅག་གི་ཡིན་པ། རང་བཟོ་ལྟ་ག་འདྲས་ག་ལ་ཡོད་པ་དེ་མ་རེད། སེམས་ཀྱི་སྟངས་འཛིན་བྱས་པ་དེ་འདྲས་མ་རེད། དེ་ག་རེད་དངོས་ནས་འགོ་འཛུགས་རེད་ཧུམ། དངོས་ཁམས་ཚན་རིག། ཧུམ་དངོས་ཁམས་ཚན་རིག་རེད་བ། ཧུམ་ཐབས་ཤེས་ཡིན་ད། གལ་སྲིད་དེ་བྱེད་ཐུབ་པ་ཡིན་ན། ཁྱེད་རང་ཚོ་ཨེ་དེ་ལས་འགའ་ཤོག་ཨ། ངས་ཁྱེད་རང་ཚོ་ལ། དེ་བྱས་ཚར་རེད། དངོས་གནས་རེད། དེ་བྱས་ཚར་རེད་རོ་ཨ། ངས་དེའི་ཆེད་དུ་དྲན་མྱོང་ཡོད་ཨེ་དེ་རོ་ཨ། ངས་དྲན་ཡ་ལ་བདུན་ཅུའི་ནང་དུའང་ངས་ཐིག་མ་གཅིག་ཨེ་དེ་སྤྲད་མྱོང། ངས་སྤྲད་ས་དེའི་བུ་མོ་ཞིག་རེད་ཁོ་རང་ལ་ཡང་དེ་སྔོན་མཐོང་མྱོང་མེད་པའི་རྐང་པ་ཧ་ལས་པའི་རིང་པོ་ཅིག་འདུག་ཁོ་རང་སྐྱེས་པ་དེ་བས་དེ་གང་བདེ་ཆགས། ཁོ་སྟོད་སྐམ་པོ་རེད་བྱ་དེ་འདྲས་ཡིན་དུས་མ་གུས་གུས་བྱེད་པའི་སྐབས་ལ་ཡང་འགྱུར་བ་ཟེར་གལ་མི་འདུག་གང་ལྟར་མོ་རང་ལ་ཡང་ཨེ་དེ་རག་རེད། དེ་སྔོན་མ་བདུན་ཅུ་དོན་གྲངས་ལ་སོང་ཙང་དེའི་སྐབས་ཀྱི་མི་དེ་ཚོ་ཏོག་ཙེ་མི་འདྲ་བ་ཡོད་རེད། རང་ཚོ་ཤེས་གསལ་རེད་མིའི་རིགས་དེ་རྟག་པར་ཡར་རྒྱས་འགྲོ་གི་ཡོད་བ། དེ་འདྲས་བྱས་ནས་ཡར་རྒྱས་མང་དུ་མང་དུ་ཕྱིན་ནས་ཚོར་སྣང་ཆེ་རུ་ཕྱིན་ནས་མི་གཞན་ལ་སེམས་ཁུར་ཆེ་རུ་འགྲོ་གི་ཡོད་བ་དེ་བདེན་པར་བ། རེད། གལ་སྲིད་རྗེས་མ་མི་གཅིག་ལ་ཡང་དེ་འདྲས་བྱས་ནས་ཨེ་རག་བ་བྱུང་བ་ཡིན་ན། ང་ཚོ་ཚོར་སྣང་ག་རེ་ཡོང་གི་རེད། Wow དཔེ་རང་བྱུང་སོ། ཨོ་ཁོས་དེ་བྱས་ནས་ཨེ་རག་སོ། ངས་ངའི་དཀའ་ལས་བརྒྱབ་ནས་དེའི་ནང་ནས་འབྲི་ཅིག་རག་སྲིད་པ་རེད། ང་རང་ཧ་ཅང་སྐྱིད་པོ་འདུག་ང་ཚོའི་ནང་ནས་མི་གཅིག་ལ་ཨེ་རག་ནི་རག་སོ། རང་འཚོ་བ་དེ་འདྲའི་སྐྱིད་ཀྱི་རེ་བ་རེ་བ་རེ་བ། ཧུམ་རང་ཚོ་ང་ཚོ་གཅིག་གས་འཇོན་སོ། རང་ནང་ལ་ཕར་ལོག་དུས་སློབ་ཚན་ཚང་མ་རྒྱུགས་འཕྲོད་ཡོད་མ་རེད་དེ་ཡིན་ནའི་མདོག་འཛུམ་དེ་རེད་དེ་ནས་མི་གཅིག་གིས་གར་ཆེན་འཛུམ་སྟོན་གྱི་ཡོད་ལབ་དུས་རང་གས་ང་ཚོ་མི་གཅིག་གས་བྱེད་ཐུབ་སོ་ང་ཚོ་མི་གཅིག་གིས་བྱེད་ཐུབ་སོ། དེ་སྔོན་ངས་བདུན་ཅུའི་ནང་ལ་བུ་མོ་དེ་ལ་ཨེ་སྤྲད་དུས་དེའི་གནས་སྟངས་དེ་ཧ་གོ་གི་ཡོད་པས། སློབ་ཕྲུག་ཚོས་སྐད་ཆ་དྲིས། མོ་ལ་དངོས་གནས་ཨེ་རག་གི་ཡོད་རེད་པས། རེད། མོ་ལ་ཨེ་རག་གི་ཡོད་རེད། ངས་མནའ་བསྐྱལ་ཆོག། མི་གཅིག་གོ་ནས་ཡང་བསྐྱར་མོ་ལ་དངོས་གནས་ཨེ་རག་གི་ཡོད་རེད་པས། རེད། དེ་ནས་ཁོ་ཚོས་གར་ཆས་རེད། ཨོ། ཁོ་ཚོ་རྩ་ནས་དགའ་མ་སོང། ཁོ་རང་འཛིང་གྲོགས་གཅིག་པ་ཞིག་ལ། ཨོ། ང་སྐྱིད་པོ་འདུག་ང་ཚོ་ཡར་རྒྱས་འགྲོ་གི་ཡོད་ཧ་གོ་ཙང་མ་རེད་སློབ་ཕྲུག་ཚོ། དེ་དུས་ཚོད་རྙིང་པའི་སྐབས་ལ་རེད། ཁྱེད་རང་ཚོས་ཤིང་ཀེར་བ་ཐེངས་ཤུག་གི་ལྟེ་བ་དེ་གནས་ཚུལ་མང་པོ་ཞིག་དང་འབྲེལ་བ་ཡོད་རེད་པས་ཆགས་ཞབས་ཡིན་ན་ཁྱེད་རང་གིས། གཟུགས་པོའི་གནས་དག་ལ་ཡང། ངས་གར་བླག་གི་ཡོད་པ་དེ་སྟོན་གི་ཡིན་ན། དེ་བུད་མེད་སྤྱི་སྟངས་ཅིག་རེད། མོ་རང་ཐེངས་ཤུག་སྟེར་བ་དེ་ག་བར་དུ། འདི་འདྲའི་འདྲ་བོ་རེད། ཐེངས་ཤུག་སྟེར་བ་ངའི་ལ་ཡ་ལ་སའི་གོ་ལའི་མར་འཐེན་གི་ཡོད་རེད་དེ་ལས་ཡོད་འདྲ་བོ་ཁོ་རང་ཇི་མཛད་ཚང་མ། དེ་ལས་འགྲིམ་ཤུག་ཡོད་རེད་པས། ཡོད་མ་རེད། མོ་རང་ཏག་ཏག་རེད། གལ་སྲིད་སྦྲུམ་མ་ཡིན་ན། ཁོ་རང་གི་འཐེན་ཤུགས་ཀྱི་ལྟེ་བ་ལ་ག་རེ་ཡོང་གི་རེད། དེ་བདུན་ལ་དྲུག་རེད། མོ་རང་གི་ལྗིད་ཚད་ཚང་མ་འདི་ལ་ཡོད་པ་འདྲ་བོ་སའི་གོ་ལའི་འདི་ནས་མར་འཐེན་གི་རེད། ཨོ་ཨོ། ཁྱེད་རང་ཚོས་བར་ཐག་ཆུང་ཆུང་དེ་མཐོང་གི་འདུག་འདི་ལ་ཡོད་པའི་བར་ཐག་ཆུང་ཆུང་དེ། བར་ཐག་དེ་ག་རེ་ཡིན་པ་ཧ་གོ་གི་ཡོད། དེ་འདེགས་བྱེད་ལག་ངར་གྱི་བར་ཐག་རེད། ཐུང་དུ་བའི་ལྗིད་ཚད་མ་ཐེངས་གིས་དེ་ཤུགས། དེག་ཆེན་ལ་ངར་གྱི་བ་ལྟ། བུད་མེད་དེ་ག་ལ་རྒྱུ་བ་གར་དཀྲུག་དུ་དགྲ་ནས་འགོ་བཙུགས་དགྲ་ནས་འགོ་བཙུགས་ཤ་ནས་འཇུག་དུས། གྲིམ་ཤུགས། དེ་ལས་ཡོལ་བའི་གྲིམ་ཤུགས་དེ་གིས་ག་རེ་བསྟུན་གི་རེད། རང་འཁོར། བིག་སྦོམ་ཁོ་རང་མར་ལྷུང་འགྲོ་གི་རེད། དེ་འདྲའི་དུས་ཕྲུ་གུ་ཡོད་པའི་སྦྲུམ་མ་མང་ཆེ་བ་གདོང་པ་འདབ་སྐྱོར་འགྲོ་འདུག་ཨ། དེ་འདྲས་སུ་མར་ལྷུང་ནས་གདོང་པ་འདབ་གི་རེད་རོ་ཨ་དེ་བདེན་པ་མ་རེད། དེ་བདེན་པ་མ་རེད། ཧུམ། དེ་བདེན་པ་མ་རེད། ང་ཚོ་འགྲོ་བ་མིའི་རིགས་རེད། ཁོར་ཡུག་ལ་བསྟུན་སྟངས་སྦྱང་གི་རེད། དེ་འདྲས་ཡིན་དུས་མོ་རང་མར་རིགས་མ་རེད། མོ་རང་གཟུགས་པོ་བག་དྲང་པོ་བྱས་ནས་འཐེན་ཤུགས་ཀྱི་ལྟེ་བ་དེ་རང་ཅག་བག་འཐེན་གྱི་རེད། དེ་འདྲས་འདྲ་བོ་བྱེད་ཀྱི་རེད། དེ་འདྲས་བྱས་ནས་རྒྱབ་ཏོག་ཙམ་ཕྱིན་དུས། འཐེན་ཤུགས་ཀྱི་ལྟེ་བ་རང་ཅག་ཚུར་སླེབས་ཀྱི་རེད། དེ་འདྲས་ཡིན་དུས་ལྗིད་ཚད་དེ་མོ་རང་གི་རྐང་པའི་སྒང་ཏག་ཏག་སླེབས་ཀྱི་འདུག་བྲིས་ཀྱི་འདུག། མཐོང་དུས་ཨེ་རང་ཅག་ཁས་ལེན་སོང་ཨ། ཡིན་ནའི། སྐེད་པ་ན་གི་རེད། སྐྱེས་པ་ན་གི་རེད་རེད་བ། སྐྱེས་པ་ན་ཡ་དེ་དེ་རྒྱུན་དེ་འདྲ་བོ་རེད། བུད་མེད་ཚོ་འབྲུ་མ་ཆགས་དུས་རྒྱབ་ཀྱི་ན་ཚ་དེ་ཡོང་གི་རེད་ཧུམ། གང་ཡིན་ཟེར་ན་འཐེན་ཤུགས་ཀྱི་ལྟེ་བ་དེ་ཏག་ཏག་བསླེ་ཡག་བྱེད་དུས་ཁོང་ཚོ་རྒྱབ་ལ་ཕར་འགྲིམ་གི་རེད། དེ་འདྲ་བྱེད་དུས་སྐྱེས་པ་ལ་ལྗིད་ཁོག་སླེབས་ནས་སྐེ་ཟུག་རྒྱག་གི་རེད་རེད་བ། བུད་མེད་དེ་ལ་ཡ་སྐེ་ཟུག་མ་རྒྱག་ཡག་ཆེད་དུ་ང་ཚོས་ག་རེ་བྱེད་ཐུབ་ཀི་རེད། ཡིན་ད། སོ་སོའི་གྲོགས་པོ་དང་གྲོས་བསྡུར་བྱེད་ཨ། བསམ་ཚུལ་འདྲ་ཡོད་པའི་སློབ་ཕྲུག་ཚོ།
འཁྱག་ཤུད་བཏང་ཡ། འཁྱག་ཤུད་བཏང་ཡ་རེད་འགྲིགས་སོ་ཁྱེད་རང་སློབ་ཚན་དེ་ནང་ནས་ཨེ་རག་གི་རེད་ད། བྱས་ན་ཁོ་རང་གི་འཁྱག་ཤུད་བཏང་ཡ་དེ་གཅིག་བཀོལ་ཁོ་ན་འགྲིག་གོ་རེད། མོ་རང་གིས་དེ་བཀོལ་ན་མོ་རང་འགྲིག་གི་ཡོད་རེད། ཡག་པོ་འདུག་ཨ། ག་ཚོད་མོ་རང་གིས་དེ་གོན་པ་ཡིན་ན་མི་གཞན་པས་མོ་རང་ལ་ཡང་ཕྱག་ལས་རྒྱག་གི་རེད། དེ་ལས་ད་མོ་རང་རྒྱབ་དེ་འདྲ་ཆགས་ན་འགྲིག་གི་རེད། ཧ་ཧ་ཧ། མོ་རང་གི་འཁྱག་ཤུད་དེ་མ་ཡིན་པའི་ཞིམ་པ་གར་བྱེད་དགོས་རེད་བསམ་ཚུལ་ཡོད་པས། ཁར་རྒྱུག་ཅིག་བེད་སྤྱོད་བཏང་ན། ལག་པ་བསྟན་ས་དག་རང་རེད། མོ་རང་གིས་དེ་ལ་བརྟེན་ནས་གོམ་པ་རྒྱག་ཡ་གི་ཐབས་ཤེས་འདྲ་བོ་འདི་འདྲ་འདྲ་བོ་བྱས་པ་ཡིན་ན། ཨོ་ཡང་ན་ཁོ་རང་ཁར་རྒྱུག་ཅིག་ཁྱེར་ནས། ཁར་རྒྱུག་བཙུགས་ནས་རེད་བ་ཁར་རྒྱུག་དེ་དེ་འདྲས་འགྲོ་བཙུགས། ཡིན་ནའི་ཁར་རྒྱུག་དེ་ག་དུས་ནས་ཡག་སྐྱག་ཁེག་རེད་བ། དེ་ལ་འཁྱག་ཤུལ་ཁོག་ལོ་ཅིག་ག། མོ་རང་དེ་འདྲས། ཧུམ་ཁྱེད་རང་འགྲིགས་སོང་ཨ། ད་བྱིན་པའི་བསམ་ཚུལ་ཡོད་བས། རྒྱབ་ཁུག།
ཧོ་རྒྱབ་ཁུག།
ཧུམ་བདག་རང་རྒྱབ་ཁུག་ཧ་ལས་པའི་ཡག་པོ། ཧུམ་མོ་རང་རྒྱབ་ཁུག་དེ་ཁུར་ནས་དེ་ཚོ་གནས་སྐབས་བྱ་བྱང་འགྲིགས་རེད། འཁྱག་ཤུལ་མེད་པ་བྱས་མོ་རང་དེ་ཅིག་ཨོ་བྱས་འགྲིགས་རེད། དེ་འདྲས་བྱས་ནས་སྐོར་ར་ཅིག་བྱས། འོ་ཡ་དེས་མཐོང་སོང་ཨ། དེས་དེང་ཤུགས་ལྟེ་བ་རྒྱབ་ལ་འཐེན་སོང་ཨ། ཧུམ་དེས་ལས་ཀ་བྱས་སོང་ཨ། རྒྱབ་ཁུག་གི་ཕུ་མདོག་བྱུང་སོང་ཨ། མི་ཁ་ཤས་ཀྱིས་ཨོ་ཏོ་ཀུ་ཨ། མོ་རང་གི་ཕྲུ་གུ་དེ་ཐོར་ཐོར་འགྲོ་དུས་མོ་རང་གི་རྒྱབ་ཁུག་ནང་ལ་ལྗིད་ཚད་མང་དུ་མང་དུ་བཏང་བ་རེད། བདེན་པ་ཡང་ན་རྫུན་མ། ལན། རྫ་ནས་འགོ་བཙུགས། རྫུན་མ། ཨོ་ཡག་པོ། རོགས་པ་དང་མཉམ་དུ་གྲོས་བསྡུར་བྱས་ཨ་ཁོ་རང་གིས་དེ་ལས་ལྷག་པའི་གཞན་པ་ག་རེ་བྱེད་འདུག་རེད། དེས་ན་རྡོ་མང་དུ་བཏང་ཁོ་རང་གི་ཕྲུ་གུ་ཇི་ཙམ་གྱི་ཆེ་རུ་ཕྱིན་པ་དེ་ཚོས་རོ་ཨ། མོ་རང་གི་རྒྱབ་ལ་མང་ཐེངས་དུ་བསྐུར་བ་དེ་མཐོང་དུས། མོ་རང་གིས་འདི་ནས་མང་ཉག་ཉག་ཆུན་ཆུན་དེ་འདྲས་བཟོས་ཨང་རེད་བ། དེའི་བར་དེ་ལ་མི་དེ་ཚོས་ཁྱེད་རང་ཁྱེད་རང་ག་དུས་སྐྱེས་ཀྱི་རེད། དེ་ནས་མང་ཉག་ཉག་ཡོད་པའི་ནང་ལོགས་ནས་ཉག་ཉག་ཐ་མ་དེ་ཕལ་ཆེར་སྐྱེས་ཡག་ཡིན་སྲིད། མ་དོན་ཡག་དེ་རེད་བ། དེ་འདྲས་བྱས་ནས་མ་འགྲོ་གི་འགྲོ་གི་འགྲོ་གི་བྱས་ནས་རེད་བ། སྐྱིད་དེ་མ། ཧོ། ཁྱེད་རང་ཚོས་ཕུག་རོན་གོམ་པ་རྒྱག་བ་མཐོང་མྱོང་ངས། ཕུག་རོན་གྱིས། དེ་འདྲས། དེ་འདྲས། དེ་འདྲས་བྱས་ནས་འགྲོ་གི་རེད་བ། ཕུག་རོན་གྱིས་ག་རེ་བྱེད་ཀྱི་ཡོད་རེད། བུ་རོན་ག་དུས་ཡིན་ནས་ལྟོ་དེ་ཡར་ལེན་ཚར་བའི་རྗེས་ལ་ག་རེ་བྱེད་ཀྱི་རེད་གོ་འདི་འདྲས་རྒྱབ་ལ་འཁེལ་གྱི་རེད། དེ་འདི་ལ་ཡོད་བ་དེ་འདྲ་བོ་རེད། བུ་རོན་གྱིས་གོམ་པ་རེ་རེ་རྒྱག་དུས་འཐེན་ཤུགས་ཀྱི་ལྟེ་བ་དེ་རེ་རེ་འགྲིག་གི་རེད། དེ་འདྲས་ཡིན་དུས་གོ་འདི་འདྲས་རྒྱབ་ལ་གཡུགས་ནས་དེ་འགྲིག་གི་ཡོད་རེད། མཚམས་མཚམས་དེ་ལ་ལྟོས་དང། བྱ་མང་ཆེ་བ་འདི་འདྲས་གྲུག་གི་རེད། སྤྲེའུ་ཡང་ད་ག་རེད་ད་ག་མཚམས་ཕར་ཐག་རིང་པོ་རྐྱང་ཐུག་གི་རེད། དེ་འདྲས་བྱུས་ནས་དེ་འདྲས་ཕར་གྲུག་གི་རེད། གང་ཡིན་ཟེར་ན་སྤྲེའུ་ལ་ལྗུང་མ་རུང་བོ་ཡོད་རེད་བ། ལྗུང་མ་དེ་ཡར་བསླངས་ལྗུང་མ་དེ་གའི་འཐེན་ཤུགས་ཀྱི་ལྟེ་བ་དེ་འདི་འདྲས་བྱས་ནས་རྐང་པའི་སྒང་སླེབས་བྱེད་ཀྱི་རེད། སོང་ཙང་ལག་པ་གཉིས་ངག་ཕིས་གང་འཐམ་གི་རེད། འཐེན་ཤུགས་ཀྱི་ལྟེ་བ་དེ་རྐང་པས་གང་ཏག་ཏག་སླེག་གི་རེད། བྱིས་རྩེད་མཉམ། འཐེན་ཤུགས་ཀྱི་ལྟེ་བ་དེ། ཡར་སྐྱོར་སའི་གནས་དག་རང་གང་སླེག་གི་རེད། དངོས་གནས་སྙིང་རྗེ་བོ། ང་ཚོས་སེམས་ཅན་མང་པོ་ལ་ལྗུག་མ་གཡོ་བ་དང་མིག་པ་བླངས་གཟུགས་ཀྱི་ལྗུག་མ་ཆེན་པོ་དེ་དྲན་སུས་དགོས། དེ་ཡར་བླངས་ནས་རྒྱུག་དུས། གཟུགས་པོ་ཆེན་པོ་དེ་ཇི་སྐད་ནས་རྒྱུག་གི་རེད་བ། ཡིན་ནའི་དེའི་ལྗུག་མ་དེ་འདྲས་བྱས་ནས་ཡོད་རེད་བ། འཐེན་ཤུགས་ཀྱི་ལྟེ་བ་དེ་འདི་ག་རང་ལ་ཡོད་རེད། ཁོ་ཚོ་ལ་དེ་གོ་རེད་བ། གལ་སྲིད་ལྗུག་མ་རྟུལ་བུ་ཡིན་ན་ག་རེ་ཡོང་གི་རེད། བག་བག་བག། གོམ་པ་རྒྱག་འདུག་མ་རེད་བ། ངས་ལ་ཡ་ལ།

ཧཱུྃ། ཧ་ལས་པའི་དམར་པོ་འདི་ལ་བྱེད། རླངས་འཁོར་བིའི་དེ་གའི་འཐེན་ཤུགས་ཀྱི་ལྟེ་བ་དེ་དེ་གའི་ཙམ་ལ་ཡོད། རླངས་འཁོར་སིའི་དེ་གའི་འཐེན་ཤུགས་ཀྱི་ལྟེ་བ་དེ་དེའི་གང་དུའང་ཡོད། རླངས་འཁོར་འདི་ཚོའི་ནང་ནས་ག་གི་མ་རེད་ཀི་རེད། ཨེ། བི། སི། ཡང་ན། ཚང་མ། ཡང་ན། མ་རེད། ཡིན་ད། སོ་སོའི་རོགས་པ་ལ་སྐད་ཆ་དྲིས་ཨ། ཧུམ། དེ་འདྲ་ཡིན་དུས་ག་རེ་བསམ་གི་འདུག། མཁར་གཏུགས་མ། དག་ནང་བཞིན་དེ་འདྲས། ཨོ་དེ་ཡག་པོ་རང་མི་འདུག་ད་ཁོང་ཚོ། ཧོ་ཧོ་ཧོ་ཧོ་ཧོ། ག་གི་མ་ཟ་གི་རེད་ཞིང་ད། ཚང་མ། ག་ཚོད་ལ་ག་ཚང་མ།
རེད་ཚང་མ། ད་རེ་ངས་ནམ་རྒྱུན་ལས་རིས་དེ་ཏོག་ཙམ་ཟར་བ་བྲིས་སོ་ཨ། མཐོང་དུ་ཡས་ག་རེ་ཡོང་ཨ། ཧུམ། འདི་ལ་ལྟོས་ཨ་འདི་ལ་ཡ་དེག་ཅན་ལ་ང་བར་ཐག་ཏིས་དུ་ཨ། དེག་ཅན་ལ་ང་བར་ཐག་དེས་བྱས། དེ་ལ་དུ་ཨ་བར་ཐག་དེ། ཧུམ། དཔེ་ཆག་ཆག་གི་རོ་ཨ་ངས་དེ་བྲིས་པའི་སྐབས་ལ་ཡ་ཏིས་ཟབ་ཟབ་བྱས། ངས་དེའི་མཐིང་ཤུགས་ཀྱི་ལྟེ་བ་དེ་འདི་འདྲས་བྱས་ནས། འདི་ལ་བཞག། ཚད་ཟིན་ས་དེ་འདི་ལ་ཡོད། གལ་སྲིད་ངས་འཁོར་ལོ་ནས་ཡར་ཡོང་ན། གལ་སྲིད་དེ་གཡས་ཕྱོགས་གང་རུང་ནས་ཡོད་ན། དེ་འབྲི་གཡོག་རེད། གལ་སྲིད་གཡོན་ཕྱོགས་གང་རུང་ནས་ཡོད་ན། ང། ཏག་ཏག་དེ་ཡོད་མ་རེད། ཕ་ཆོག་ཆོག་ལ་རེད་འདུག་རེད་རེད་བ་དེ་མཐོང་དུས། མི་ཁ་ཤས་ཀྱི་བསམ་པ་འཐེན་ཤུགས་ཀྱི་ལྟེ་བ་དེ་མཐོ་ས་ལ་ཡོད་ན་མ་འོངས་མ་རེད་གི་རེད་ཡིན་ནས་དེ་ཏན་ཏན་ཡོད་མ་རེད། དེ་རྒྱབ་རྟེན་གྱི་ཚེག་དེ་ཕྱི་ནང་ག་བ་ཡོད་མེད་ལ་རག་ལས་པ་རེད། ང་ལ་ཡར་འཁོར་ལོ་ཆེན་པོ་གཅིག་ཡོད་པ་ཆགས་བཞག། ངས་དེ་འདི་འདྲས་སུ་བྲིས། དེ་བྲིས་པའི་སྐབས་ལ་འདི་འདྲས་བྱས་ནས་བྲི་རྒྱུ་གལ་གི་རེད། དགེ་རྒན་ཅིག་ཡིན་པའི་ཆ་ནས་བསམ་བློའི་ནང་ལ་ཐིག་དེ་མཐོང་བ་འགོག་རེད། ད་ཐེངས་ཤུགས་ཀྱི་ལྟེ་བ་དེ་འདི་འདྲས་ཅིག་ལ་ཡར་བྲིས་ཀྱིན་གདའ། ང་ཚོའི་ཐེངས་ཤུགས་ཀྱི་ལྟེ་བ་དེ་ཧ་ལས་པའི་ཐོ་བོ་ཡོད་ཅེས་དཔེ་ན་དེ་ག་ཙམ་ལས་ཡོད། མི་ཁ་ཤས་ཀྱིས་ཨོ། ད་ལྟའི་ཧ་ལས་པའི་ཐོ་བོ་རེ་རེ་ཧ་ཡིན་པ་ཏན་ཏན་རེད། ཡིན་ནའི་དེ་ཚད་འཛིན་ས་དེ་མ་རེད། རང་ཚང་མས་ཧ་གོ་རེའི་ཚད་འཛིན་ས་དེ་ག་རེ་ཡིན་པ། དེ་མཐོ་བོ་ཡོད་པ་དེ་གལ་ཆེན་པོ་གལ་མ་རེད་གཙོ་བོ་ག་བ་ཡོད་པ་དེ་རེད། གལ་སྲིད་ཕྱོགས་དེ་ལ་ཡོད་ན་ག་རེ་ཡོང་གི་རེད། བྷུམ། གལ་སྲིད་ཕྱོགས་དེ་ལ་ཡོད་པ་ཡིན་ན། འཐེན་ཤུགས་ཀྱི་ལྟེ་བ་དེ་སྐྱོར་གཉེན་གྱི་གནས་དེ་གཉིས་ཀྱི་བར་ལ་སྙིང་རྗེ་བོ་མི་འདེད། མཐོང་གི་འདུག་ཡ། དྲི་བ་ཡོད་པས།
གལ་སྲིད་དོལ་རྒྱལ་རླངས་འཁོར་དེ་ཕ་ཕྱོགས་ཐུར་དེ་ལ་ཡོད་ན་ཨ་ནི་ག་རེ་ཡོང་གི་རེད། ཨོ།
དོལ་རྒྱལ་རླངས་འཁོར་གཅིག་པོ་གཅིག་རྐྱང་དེ། དྭངས་རང་མ་རེད་ཡིག་རེད། གང་ཡིན་ཟེར་ན་ད། བུམ། ཧཧཧ། བྱ་ཐག། ཧཧཧ། འགྲེམས་ཤུགས་ཆེན་པོ། ངས་བསམ་པ། བུམ། ལིའི་དཔེ་ཡག་པོ་བྱུང་ཡག་པོ་བྱུང་སོང། ཁྱེད་རང་ཚོས་ཤེས་ཀྱི་ཡོད་པའི་མཚམས་རེ་དྲི་བ་ལས་སླ་ཤོས་དེ་ཚོ་ལ་ལན་རྒྱག་ཡག་དཀའ་ལས་ཁག་པོ་ཡོད་རེད། དཔེ་འདྲ་ཕྲུ་གུ་གཅིག་གིས་ཁྱེད་རང་ལ་སྐད་ཆ་དྲི་ཡོད་ཅེས། ག་འདྲས་བྱས་ནས་སྤོ་ལོ་དེའི་རིགས་ཀ་ནས་མར་རིས་ཡོང་དགོས་རེད། ཨ། སྤོ་ལོ་རྟག་པར་མར་རིས་ཡོང་དགོས་རེད་དེ་འཐེན་ཤུགས་ཀས་མར་འཐེན་དགོས་རེད། རེའི་མཚམས་ལ་སླེབས་ཡིན་ནའི་ཐེངས་ཤུག་གེ་དང་དོ་ཐེངས་གི་ཡོད་རེད་རོ། ཡིན་ནའི་སྤོ་ལོ་རིག་གི་ཡོད་མ་རེད། ཁོས་ལར་ཐག་རིག་ཡོད་མ་རེད། དེ་འདྲ་ཡིན་ནའི་སྤོ་ལོ་དེ་རིག་ག་ལ་ཡོད་དུས་གར་ཆས་ནི་མ་རིག་གི་རེད། རང་གི་ལ་རེད། དྲི། དྲི་བ་དེ་འདྲ་གར་ཆས་ནི་དྲི་གི་ཡོད། སྤུག་དེའི་ལ་ཡ་ལ་དེ་འདྲའི་སྐོར་ལ་ང་ཡ་མཚན་སྐྱེས་གི་འདུག་ཟེར་བ་ག་དུས་ཡིན་ནའི། ཁྱེད་རང་ཚོ་མཐོ་སློབ་གི་གྲས་རེད། ངའི་བསམ་པར་ཡང་ཁྱེད་རང་ཚོ་འདྲ་བས་དེའི་སྐོར་ལ་འགྲེལ་བཤད་རྒྱག་ཐུབ་གི་རེད། ཁྱེད་རང་གི་ལ་གི་རེད་རེད་ག་ནས་མ་རེད་རེད་ག་ནས་མ་རེད་རེད་ག་ནས་རེད། ཁྱེད་རང་ཚོས་གླགས་ཁེལ་ཟེར་བས། ཁྱེད་རང་ཚོས་ཕྲུ་གུ་དེའི་དྲི་བར་ལན་རྒྱག་ཐུབ་ཟེར་བས། དེའི་ཁ་ཐུག་དེ་ཡང་རིགས་འདྲ་བོ་བཞག་ཡིན་གདའ། ཡིན་གདའ། ང་ལ་སྤོ་ལོ་མེད་ཡིན་ནས་དེ་ལས་ཡང་གོག་ལེབ་འདྲ་བོ་བྱོས། ངས་དེ་ཁེལ་ནས་མར་འགྲོ་བཅུག་གི་ཡིན་གདའ། མར་འགྲོ་ཡ་ཡིན་ཡིན་པ་བྱས་གར་བྱས་ནས། གར་བྱས་ནས་མར་འགྲོ་གི་འོ་རེད། ཁོང་ཚོ་མཐོང་གི་འདུག་ཨེ། ཐེངས་ཤུག་གི་ལྟེ་བ་དེ་དེའི་དཀྱིལ་དེ་ཡོད་ར་བ་རོ་ཨ། མར་ཡིན་གི་འོ་རེད་ཡིན་ན་ཡང་ཡར་སྐྱོར་མཁན་དེ་དེའི་དོ་ཨ། དེའི་བར་ཐག་ཐུང་དུས་དེ་ང་ཚོས་ག་ལ་ག་རེ། དེག་ཆའི་ལག་དམར། དེ་ནས་མག་དེ་ག་རེ་ཤུགས་རུ་བ། དེག་ཆའི་ལག་ངར་བརྒྱུད་པའི་སྟོན་ཡག་གི་ཤུགས་དེ་ག་རེ་ཡིན་ད་འམ། གྲིམ་ཤུགས། དེ་ནས་གྲིམ་ཤུགས་གར་སྟོན་གི་རེད། རང་འཁོར། ང་ཚོས་དེ་མཐོང་གི་རུ་བ་སྤོ་ལོ་དེ་འགྲོ་བའི་སྐབས་ལ་ཡག། གལ་སྲིད་འོམ། འོམ། འོམ་སི་དུས་ངག་འགྲོ་བ་སྐྱོ་བ་ཡིན་ན། རང་ཚོས་མཐོང་སོང་ཡ། འོང་དེ་ལ་གར་ཆིག་ཏུ་ཡིན་ད། ཁྱེད་རང་ལྷོ་ཕྱོགས་མཚོ་ཁུལ་གྱི་གླིང་ཕྲན་ལ་ཕྱིན་ནས་མི་གསར་བ་དེ་ཚོ་མཉམ་དུ་འབྲེལ་འདྲིས་བྱེད་ཡག་གི་འདོད་པ་བྱུང་རེད། གོ་ལེབ་དེ་འདྲས་ཅིག་ཁྱེར་ནས་ཁྱེད་རང་གི། ཧུམ་བ་ཧུམ་བ་ཧུམ་བ་ཧུམ་བ་ཧུམ་བ། ཚང་མ་ངས་རྗེས་འབྲང་བྱས་ན་ངས་ལོ་ཏོག་སྐྱེས་བཅུག་གི་ཡིན། ཁྱེད་རང་ཚོ་ཕྱི་ལ་སྡོད་ནས་ཞིང་ཁ་རྨོས་ཨ་ངས་དེ་ནས་དེ་འདྲས་ཧུམ་བ་ཧུམ་བ་ཧུམ་བ་ཅེས་ལབ་གིན་གདའ། སློབ་ཕྲུག་ཁྱེད་རང་ཚོས་ལ་དེ་ལ་ཡང་ག་རེ་བྱེད་ཀྱི་འདུག།
ཁྱེད་རང་ཚོའི་རིག་ནོར་ནང་ལ་ཡང་ཤོ་གཡུག་ཉོ་ཡི་བས་ག་དུས་ཡིན་ནའི་ཨང་ཀི་བདུན་པ་དོན་ཡོང་གི་འདུག་ཨ་དེ་གར་ཆེན་རེད། དེ་ན་བླུག་ཡོད་རེད། འདི་ག་ནས་བཟོས་རེད་བསམ་གི་འདུག། Las Vegas ནས་བཟོས་རེད། ལྟོས་ཨ་དེ་ན་ལ་ག་རེ་འདུག། དེ་ཡི་གང་ཆུན་ཆུན་ཐུང་ཏེ། དེ་ན་ལ་ཡང་དངོས་པོ་ཞིག་སྦས་ཡོད་རེད་དེ་ག་རེ་ཞྭ་ནས་འགོ་བཙུགས་ཉལ་ནས་འཇུག་དུས། ཡིན་ད། ཞྭ་ཉི། དེ་འདྲ་ཡིན་དུས་ཞྭ་ཉི་དེ་གའི་མཐིང་ཤུགས་ལྟེ་བ་ལ་གར་གཅིག་རེད། དེ་དཀྱིལ་ལ་བཟོས། མ་རེད། དེ་ཟུལ་ལ། བྱས་ཙང་མཐིང་ཤུགས་ལྟེ་བ་དེ་དཀྱིལ་ལ་ཡོད་མ་རེད་ཟུལ་ལ་ཡོད་རེད།

དེ་དེའི་སྟབས་བདེ་བོ་ཡོད་རེད། དེ་ང་རང་ཚོས་དུས་རྒྱུན་བཤད་པ་དང་གཅིག་པ་རེད། དེས་གར་སྟོན་གི་མི་རྟག་གིན་གདའ། དེས་ལྕང་སྟག་བཙན་མོའི་ལྗིད་ཚད་དེའི་ཆ་སྙོམས་བསྡད་པ་དེ་རེད། ལྕང་སྟག་བཙན་མོ་འདི་འདྲའི་སའི་ཁ་ཐུག་བསྡད་པའི་སྐབས་ལ་ཡང་འཐེན་ཤུགས་སྟེར་བ་དེ་གོ་བ་ཡོད་རེད། དེ་བརྟེན་དེ་དེ་ལ་ཡང་ཡོད་དགོས་རེད། རེད་བ། ད་སྤུ་ཁ་ཤས་ཀྱིས་དེ་ལ་ཡང་བཙན་མོ་བརྩིགས་གིན་ཡོད་བྱས། ཕྲུ་གུ་དེ་གཉིས་བར་གྱི་རྒྱང་ཐག་ཉེ་ལོས་དེ་སྐྱིད་གནས་ཆེ་གཅིག་པོ་དེ་ཡོད་རེད། གར་ཆེན་ནི་སྤྱང་བདག་ཇི་མཛད་དེ་ཆ་སྙོམས་བསྡད་ཀྱི་ཡོད་རེད། གང་ཡིན་ཟེར་ན་ཁོ་གཉིས་ཇི་མཛད་གཅིག་པ་ཡིན་ཙང། ཡང་ན་ཕྲུ་གུ་གཉིས་ཀྱི་ཕྱོགས་མི་འདྲ་བ་གཉིས་ནས་གཅིག་པ། དེ་ག་རེ། དགྲ་ནས་འགོ་བཙུགས་ཤ་ནས་བྱུགས་དུས། ཤུག། གྲིམ་ཤུགས་མཐོང་སོང་ཨ། གྲིམ་ཤུགས་གཅིག་པ། ཕྲུ་གུ་དེའི་ལྗིད་ཚད་དེ་ནས་མར་ཡོང་གི་འདུག་ཨ། ཕྲུ་གུ་དེའི་དེ་དེ་ནས་མར་ཡོང་གི་འདུག་ཨ། དེའི་ལྗིད་ཚད་མར་ཡོང་བ་དེ་དང། འདི་ལ་ཡོད་པའི་བར་ཐག་དེ་དག་བསྒྱུར། གྲིམ་ཤུགས་གཅིག་ཐོན་གི་རེད། དེ་འདྲས་བྱས་ནས་ཚུར་རང་མགོ་རྒྱག་མགོ་བཙུགས་རེད། འདི་ལ་ཡོད་པའི་ལྗིད་ཚད་མར་འཐེན་ཡ་དེ། བར་ཐག་འདི་དང་བསྒྱུར། གྲིམ་ཤུགས་གཅིག་ཐོན་གི་རེད། དེ་འདྲས་བྱས་ནས་ཚུར་རང་མགོ་རྒྱག་མགོ་བཙུགས་རེད། གལ་སྲིད་རང་མགོ་རྒྱག་མགོ་མ་བཙུགས་པ་ཡིན་ན། གྲིམ་ཤུགས་ཀྱི་ཐོབ་བྱ་ག་ཚོད། ཀླད་ཀོར། ག་རེ་ལབ་ན་དེའི་འགྲིམ་ཤུགས་དེ་དང། དེའི་འགྲིམ་ཤུགས་དེ་གཉིས་མཚུངས་དགོས་རེད། འགྲིམ་ཤུགས་དེ་ནི་འཐེན་ཤུགས་ཤུགས་ཚད་དེ་མ་འཐེན་པ་དེ་དང། དེའི་ཐོག་བར་ཐག་དེ་དང་འགྱུར་ཡོད་རེད་འདྲིས་རེད། དེའི་འགྲིམ་ཤུགས་དེ་ཡང་འཐེན་ཤུགས་ཀྱི་མ་འཐེན་པ་དེ་དང། དེའི་ཐོག་བར་ཐག་དེ་གཉིས་འགྱུར་བ་དེ་རེད་འདྲིས། གལ་སྲིད་འདི་དང་འདི་གཉིས་གཉིས། གཅིག་པ་གཅིག་པ་འགྲིམ་ཤུགས་གཅིག་པ་ཡིན་ན་ཕྲུ་གུ་དེ་གཉིས་ཆ་སྙོམས་བསྡད་དགོས་རེད། དེ་གཉིས་ནུས་ཤུགས་མཉམ་སྤྱད་རྩིས་ཐབས་དང་ལྟ་སྟངས་ལ་ཡང་གཅིག་པ་རེད་ཡིན་ན་ཡང་དེ་གཉིས་དངོས་གནས་བྱས་ན་ལོག་ཁ་རེད། དྲན་ཤུགས་དེ་བས་ལས་ཀ་ནི་ནུས་ཤུགས་དང་རྒྱང་ཐག་བརྒྱུད་པ་དེ་ཡིན་པ། ཡིན་ན་ཡང་གནད་དོན་འདིའི་སྐབས་སུ་རྒྱང་ཐག་དེ་ནུས་ཤུགས་ཀྱི་ཁ་ཕྱོགས་སུ་བརྒྱུད་པའི་རྒྱང་ཐག་དག་རང་རེད། གནད་དོན་འདིའི་གྲིམ་ཤུགས་ལ་བརྟག་པ་ནུས་ཤུགས་དང་དེ་འདྲའི་ཆེ་ནས་ཕར་དྲང་བྱང་དུ་ཡོད་པ་དེ་རེད། དུང་གི་དུ་བ། དེ་ལ་ཡང་ཚད་གཞི་ངེས་ཅན་གྱི་རྒྱང་ཐག་ཅིག་ཡོད་རེད། གཞན་དེ་ནི་ཤུགས་ཚད་དེའི་རྒྱང་ཐག་ག་ཚོད་འགྲོ་བ་དེ་རེད། སོང་ཙང་མི་ཁ་ཤས་དེ་ལས་ཡང་ཐོབ་འགྲོ་གི་རེད་དེ་ཁ་རས་ཚོགས་འདུ་དེ་ངས་མ་ངས་མཐོང་མྱོང། ཡིན་ན་ཡང་བར་ཐག་མི་འདྲ་བ། ང་ཚོས་དེ་ལ་ཡང་དྲང་བྱང་གི་རྒྱང་ཐག་རེད་ལབ་ཡིན་ན་འགྲིག་གི་རེད། ཡང་ན་རྒྱང་ཐག་གི་ཕྱོགས་སུ་ཁ་གཏད་པའི་ནུས་ཤུགས་ཀྱི་དྲང་བྱང་རེད་ལབ་ཡིན་ན་མ་འགྲིག་པ་ཡོད་མ་རེད། ཡིན་ནའི་ངའི་བསམ་པར་ཚང་མས་དེ་ཧ་གོ་གི་རེད། དཔེར་ན་ཕྲུ་གུ་དེ་ནང་ལ་ལོག་བ་ཆ་བཞག། གཞན་པ་ཞིག་དེའི་གང་ལ་ཡག་ལེ། ཕྲུ་གུ་དེའི་ཆེན་པོ་དང་ལྗི་བོ་ཡོ་བྱད། ཕྲུ་གུ་ལྗི་བོ་དེ་དང་གཞན་པའི་སྐམ་པ་དེ་གཉིས་མཉམ་འདོགས་དཔྱང་ཐག་གང་ལ་རྩེད་མོ་རྩེ་ཐུབ་ཀི་རེད། ཚང་མས་ཉམས་མྱོང་ཐོག་ནས་བཤད་པ་ཡིན་ན་འོང། ཕྲུ་གུ་བྱིའུ་གཅིག་གས་བྱེད་ཐུབ་ཀྱི་རེད། ཕྲུ་གུ་བྱིའུ་དེ་གས་གར་བྱེད་ཀྱི་རེད་ལབ་ཡིན་ན་ཁོ་དེའི་ཁ་ཐུག་སྟེ་བསྡད་ཀྱི་རེད། ཕྲུ་གུ་དེ་གཉིས་ཀས་ཡང་རྩེད་མོ་རྩེད་ཐུབ་ཀྱི་རེད། ཕྲུ་གུ་དེ་ཚོ་དང་ཐོག་རྩེད་མོ་རྩེད་ཐུབ་ཀྱི་རེད་གང་ཡིན་ཟེར་ན། སུ་གིས་དེ་ལ་ཡང་འགྲིམ་ཤུགས་མང་བ་སྤྲད་ཀྱི་འདུག་ཕྲུ་གུ་བྱི་བ་དེ་གས་ཡང་ན་ཡང་བ་དེ། ཡིན་ད་རོགས་པ་མཉམ་དུ་གྲོས་བསྡུར་བྱེད་ཡ་དྲི་བ་ཡ་མཚན་མོ་ལ་གཟབ་གཟབ་བྱེད་ཡ། སུས་འགྲིམ་ཤུགས་ཆེ་བ་སྤྲད་ཀྱི་ཡོད་རེད། ལྟོས་ཨ། མི་ག་ཚོད་ཀྱི་ལག་ཡིན་པ་ཕྲུ་གུ་ཆེ་བ་དེ་གིས་འགྲིམ་ཤུགས་གཅིག་པ་སྤྲད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཁོ་གཉིས་ཆ་སྙོམས་ལ་བསྡད་ཐུབ་ཀྱི་ཡོད་རེད། ཨོང། ཕྲུ་གུ་ཆེ་བ་དེ་གིས་ནུས་ཤུགས་ཆེ་བ་མ་འཐེན་གྱི་ཡོད་རེད། ཡིན་ནའི་བར་ཐག་ཐུང་བ་ཡོད་རེད། དེ་འདྲ་ཡིན་དུས་དེ་ལ་ཤུགས་ཆེ་ཡོད་རེད་ཡིན་ནའི་བར་ཐག་ཐུང་བ་ཡོད་རེད་ཡིན་ནའི་ཕ་གི་དང་སྙོམས་པ་ཡིན་ན། ལྗིད་ཚད་སྙོམས་ཀྱི་ཡོད་རེད་དེ་འགྲིག་གི་ཡོད་རེད། དཔེ་ཆ་ཤར་བ་ཡིན་ན་ཕྲུ་གུ་ཆེན་པོ་དེས་ཧ་ལས་པའི་སྡུག་ཅག་ཡོད་པ་བྱེད། དེ་འདྲ་ཡིན་དུས་ཁོས་ང་རང་མཉམ་དུ་རྩེད་མོ་རྩེ་གི་མེད་ཟེར་ལབ་རེད། ཕྲུ་གུ་ཆེན་པོ་དེས་ཁོ་རང་གཅིག་པོ་དེའི་གང་ལ་རྩེད་མོ་རྩེ་ཐུབ་གི་རེད་པས། ཐུབ་གི་རེད་པས། ལན། དེ་ག་རེད་ལབ་ཡིན་ན། རེད། ཡིན་ན་ཡང་ཕྲུ་གུ་ཆེན་པོ་དེས་བྱས་སྟེགས་དེ་ལ་གུས་སྐྱོད་བཏང་གི་རེད། ད་ཁོ་རང་གིས་ག་རེ་བྱེད་ཐུབ་གི་རེད་ལབ་ཡིན་ན། ཁོ་རང་གིས་འདི་འདྲས་བྱས་བསྡད་ཐུབ་གི་རེད། གལ་སྲིད་བྱས་སྟེགས་དེ་འདི་འདྲས་སུ་མ་འཐེན་པ་ཡིན་ན། དེ་ཡ་མཚན་པོ་རེད། མི་མང་པོ་ཞིག་དེ་ལ་ཡ་གོ་ཐུབ་གི་ཡོད་རེད་ཁོས་དེ་ག་འདྲས་བྱེད་ཀྱི་ཡོད། ཕྲུ་གུ་དེ་ལ་ཡ་རོགས་པ་མེད་པ་ཡིན་ནའི་ག་འདྲས་བྱས་ནས་བརྩི་གི་ཡོད་རེད། བྱེད་སྟེགས་དེའི་ཚུལ་སྤོས་བ་ལ་བརྟེན་ནས་རེད། ག་ཡིན་ཟེར་ན་ང་ཚོས་ཧ་གོ་གི་ཡོད་རེད་ཕྲུ་གུ་དེ་ལ་འཐེན་ཤུགས་ཤུགས་ཆེན་པོ་ཡོད། དེ་ནས་དེ་ལ་ཡ་བར་ཐག་ཐུང་ཐུང་ཡོད་རེད། དེ་ནས་འཐེན་ཤུགས་དེ་དང་བར་ཐག་དེ་གཉིས་འགྱུར་བ་ཡིན་ན། གཞན་པའི་འཐེན་ཤུགས་དང་བར་ཐག་གཉིས་འགྱུར་བ་དེ་དང་གཅིག་པ་དགོས་རེད་ཁྱེད་རང་ཚོས་ཤེས་ཀྱི་ཡོད་བས་ཕ་ཆོག་ཆོག་ལ་ཤུགས་དག་དེ་འདྲས་གས་དགོས་ཀྱི་མི་འདུག་ཨ། སྔོན་ལ་བསམ་བློ་བཏང་དུས། འདི་ལས་ཡོལ་བའི་རྗེས་འདེགས་འདི། ཕ་ཆོག་ཆོག་དེ་ལས་ཡར་ཤུགས་དེ་འདྲས་ཡོལ་བས། ག་རེ་སློབ་ཕྲུག་ཚོ་ལྗིད་ཚད་ག་བ་ཡོལ་རེད། ག་རེ་གའི་ལྗིད་ཚད། པང་ལེབ་དེར་པང་ལེབ་དེ་ལས་ཡར་ལྗིད་ཚད་ཡོལ་རེད། དེ་ལས་ཡོལ་བའི་ལྗིད་ཚད་དེ་ཚོ་ཚང་མ་ག་བ་ཚོགས་ཡོལ་རེད། དེ་ལས་ཡོལ་བའི་པང་ལེབ་དེའི་དཀྱིལ་དེ་ལས་ཡོལ་བ། དེ་སོང་ཙང་པང་ལེབ་དེ་ཁོ་རང་ལྗིད་ཚད་གི་མ་འཐེན་གི་ཡོལ་རེད། དེ་ལས་ཡོལ་བའི་བར་ཐག་དེ་ག་རེད་ངས་ཧ་གོ་མེད་དེ་བར་ཐག་ཅི་རེད། ད་ངས་རང་ཚོ་ལ་དྲི་བ་ཅིག་དྲིའོ། གལ་སྲིད་ཁྱེད་རང་གི་བར་ཐག་དེ་ཁེལ་ནས་ངས་ཧ་ཧུ་མེད་ད། ཁྱེད་རང་གི་སྤང་ལེགས་ཀྱི་ལྗིད་ཚད་དེ་དག་བསྒྱུར་བ་ཡིན་ན་ཨང་ཀི་ཅི་དྲག་གི་རེད་བ། དེས་ཁྱེད་རང་ལ་གྲིམ་ཤུགས་དེ་འདྲ་བོ་ཅིག་སྤྲད་གི་རེད། ད་ཁྱེད་རང་གི་ཕྲུ་གུ་བརྗིད་བོ་དེའི་ལྗིད་ཚད་ཚུར་བླངས་ནས། བར་ཐག་ཐུང་ཐུང་དེ་དག་བསྒྱུར་ན་ཨང་ཀི་ཅི་དྲག་གི་རེད། དེས་ཁྱེད་རང་ལ་གྲིམ་ཤུགས་དེ་འདྲ་ཅིག་སྤྲད་གི་རེད། སྤང་ལེབ་དེའི་ལྗིད་ཚད་ག་འདྲ་ཡིན་མིན་དེ། ཧུམ་སྙིང་ཡག་ལ་ཐབས་ཤེས་ཡོད་རེད་བས། གལ་སྲིད་ཁྱེད་རང་གི་བར་ཐག་དེའི་ཚད་དེ་ཤེས་པ་ཡིན་ན། དེ་ནས་ངས་ཁྱེད་རང་ཚོ་ལ་བསམ་བློ་གཏང་ས་གཞན་པ་ཞིག་སྤྲད་གི་ཡིན་ད། ཆང་མ་འཐུང་གི་འདུག་ཨ། ཨོ། ཆང་མ་དེ་གའི་ཐེངས་ཤུག་གི་ལྟེ་བ་དེ་ག་བར་ཡོད་རེད། དེའི་ཐེངས་ཤུག་གི་ལྟེ་བ་དེ་མི་ག་ཚོད་ཀྱི་འཐུང་གི་འདུག། དེའི་ཁ་ཐུག་དེ་རེད་པས། རེད་བ། ཐེངས་ཤུག་གི་ལྟེ་བ་དེ་བསྡད་འདུག་ཨ། དེ་མཐོང་སོང་ངས། ད་ངས་ག་རེ་བྱེད་ཀྱི་ཡིན་ལབ་ཡིན་ན། ཐེངས་ཤིག་གི་ལྟེ་བ་ཏག་ཏག་ནས། ད་ཁྱེད་རང་ཚོར་དྲི་བ་གཅིག་ཡོད། གལ་སྲིད་ངས་འདི་ཚོ་ཇི་རྩད་འདེགས་བྱེད་གང་ལ་བཞག་པ་ཡིན་ན། ག་གེ་བྱིས་པ་ཡོད་རེད་འདི་རེད། ཡང་ན་འདི། ཡང་ན་གཅིག་པ། དེའི་ཐོག་ལ་བསམ་བློ་བཏང་ཨ། གལ་སྲིད་ཁྱེད་རང་ཚོས་ལན་འདི་ཤེས་ཀྱི་ཡོད་ན།